གསུང་བ་མཛད་དེ་བས་བསྟན་ནོ། གསུངས་པ་ས་ནི་ད་སྟེ་སྒྲུབ་ཐབས་ཟེར་མཁན་པོ་ལ་ང་དང་འབྲེལ་ཆད་བཅོལ་བ་ཅིག་སྙམ་པོ། ཚིག་གསལ་ལེན་ནའང་དེ་ནི་སྒྲུབ་ཐབས་ཟེར་མཁན་པོ་ག་གཟུགས་ཞིག་ག་གོ་གོ་ས་ནོ་ཟེར་ར་ཅིག། རིགས་པའི་ཐོག་ནས་འགྲོ་ཡ་ལུང་གི་ཐོག་ནས་འགྲོ། དེ་གཟུགས་ཤིག་ག་བསྟན་དེ་ན། རང་ཡི་འདོད་དོན་ཅིག་བསྒྲུབ་བྱས་སྤོ། དེ་ནས་སང་ཨ་ཝང་དེ་ན་ང་དང་ཆ་ཆས་སུ་མེད་མཁན་ཅིག་ག་སྒྲུབ་པའི་ཐ་ཟེར་ཏེ་ཟེར་ར་ནོ་ཟེར་ཏེ་གསུངས་འདུག་ག་ལ་ལས། གསུངས་པ་ས་ན་ད་ཡིད་བོ་དེ་ན་ང་དང་ཡིན། ཡིན་ན་གཟུགས་ཡོད་རང་གི་གྲུབ་མཐའི་གཟུགས་ཆེན་པོ་ལུང་རིགས་ལ་བརྟེན་ཏེ་གནས་སྐབས་ཤིག་རང་གི་ཁ་ཟླན་དང་སྦྲེལ་ཏེ་ཡོད་ཁ་ནས་གྲུབ་མཐའི་འགྲོ་སྟངས་ཙམ་ཞིག་ཡིན་ནོ་མ་ནི་དོན་དངོས་སྤེལ་ཐོ་བ་དེར་ང་དང་བསམ་བློ་དང་བརྩི་འཁྱེར་ན། ན་ཟླུ་གུང་བོ་སྨྲ་ཁོ་རང་བསམ་པ་དང་ན་དེ་ནི་མ་ཧཱ་ལ་ཤཱས་ཟེར་ཏིང་ཟབ་པའི་ནང་ལ་བྱ་བྱེད་ཡོད་པ་བསམ་ན་དེ་ནི་གྲུབ་མཐའ་ཟེར་མཁན་པོའང་ཨི་ཟམ་ཞིག་གིས་ད་ནི་ང་དང་ཚད་འབོར་དང་མཉམ་བྱ་ཞིག་སྨྲ་ནི་མེད་པ་ཉི་ཧ་ལ་རེད། ད་སྤྱིའི་ནང་མའི་ནང་དོན་བདག་པོ་ཁྱེད་ལྟ་ན་རང་ཨེ་སྟོན་པས་རང་ལམ་བསྟན་མཁན་པས་དེ་ནི་ལུང་དང་རིགས་པ་ག་གཟུགས་ཤིག་ཡིན་ནའང་དེ་གཟུགས་ཤིག་གར་བསྟན་ཏེ། ན་སྐབས་ཤིག་རང། དེ་ན་མདོ་སྟོན་པ་སངས་ཨ་བ་འགལ་ཏེ་བྱ་བྱེད་མེད་ཁྱང་ཅིག་གི་གར་ལེན་དམ་བཅའ་ཞིག་ག་དར་ང་དང་སྒྲུབ་ཐ་ཟི་ཏི་ཟེར་དགོས་ས་ནོ་ཟི་ཏི་སོགས་ཁྱ།

ད་ཕྱི་རོལ་པའི་གྲུབ་མཐའ་ནང་ནང་པའི་གྲུབ་མཐའ་གཉིས་ཀ་མ་ཕེབས་བཟང་ངན་ལ་དེ་ནང་ཁུལ་སོང་སྟེ་གྲུབ་མཐའི་སྐོར་བོ་མ་ཆགས་ཏེ་བཟང་ངན་ལ་དེ་ནི་ཕྱི་པ་དང་ནང་པ་ཟེར་མཁན་ནས་ཁྱད་དུ་ཕྱིན་འོང་ཟེར་ར་ཅིག་ཕྱི་པ་དང་ནང་པ་ཙམ་གྱི་ཁྱད་པར་ཡོད་དེ། ཕྱི་པ་ནང་ནང་པ་ཟེར་མཁན་གཉིས་ཀའང་ཁྱད་དུ་ཡོད་དོན་འོག་དེ་བོ་ཅི་ལོག་ཞུས་ན། སྙིང་ཐག་པ་ནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་གང་ཟག་དེ་ནང་པ་དང། དཀོན་མཆོག་གསུམ་ལ་བློས་མི་གཏོད་པར་འཇིག་རྟེན་པའི་ལྷ་ལ་སྙིང་ཐག་པ་ནས་སྐྱོབས་སུ་འགྲོ་བའི་གང་ཟག་དེ་ཕྱི་རོལ་པ་ཡིན་པའི་ཕྱིར། དག་གསུངས་པ་ས་ནི་དེ་ནི་ང་དང་ཕྱི་པ་དང་ནང་པའི་ཁྱད་མཛའ་མཁན་པོ་ག་ཟུག་ག་ནི་ཕས་གོ་ས་ནོ་ཞུ་ན། རང་སྙིང་ཐག་པ་ནས་གཞོན་ན་ནི་པོ་སྙིང་ཁོང་རུས་པའི་གཏིང་ནས་གཞུ་མཁན་ཚོ་པོ་ཡིན་ནོ། སྙིང་ཁོང་རུས་པའི་གཏིང་ནས་སྐྱབས་ཡུལ་དཀོན་མཆོག་གསུམ། སངས་རྒྱས་དཀོན་མཆོག་སྐྱབས་སྟོན་པ་པོ་ཆོས་དཀོན་མཆོག་སྐྱབས་དངོས་སུ་དགེ་འདུན་དཀོན་མཆོག་དེ་ན་སྐྱབས་སུ་གྱུར་པའི་ཟླ་གྲོགས་བཟུང་སྟེ་འོ་ད་སྟོད་ལ་དེར་ང་དང་སྐྱབས་བྱ་མཁན་པོ་ལ་ནང་པ་ཟེར་ནོ་མ་རུ། ད་ན་དཀོན་མཆོག་གསུམ་ལ་དེ་རྫོགས་བའི་ང་དང་སྐྱབས་ཡུལ་དཀོན་མཆོག་གསུམ་ལ་ལོ་ལྟ་སྨྲ་ནས་མེད་པ་ཨི་ཆེས་སྨྲ་ནས་མེད་པ་གའོ་དེ་ན་ང་དང་འཇིག་རྟེན་པའི་ལྷ། ཀུན་ལ་རང་སྙིང་དག་པ་ནི་སྙིང་ཁོང་རུས་པའི་སྟེང་ནས་སྐྱབས་མཆོག་མཁན་པོ་དེ་ནི་ཕྱི་རོལ་པའི་གཟི་རིན་ནོ། གསུངས་པ་ས་ནི་ཁ་ཕྱི་པ་དང་ནང་པ་ཟེར་མཁན་ནི་ཁྱད་པར་ངོས་སྣང་བོ་རང་ག་ག་ནི་ཕན་ནོ། ལྟ་བ་ཀ་ལྟ་བའི་ཕྱག་རྒྱ་བཞིའི་ཉམས་ལེན་ཡོད་མཁན་ནི་ཐོག་པའི་ག་ནི་ནང་པ་ཡིན་ནོ་ཟེར་ཡན་ཆད་ཡོད་ཀྱང་མེད་ནོ། སྙིང་རྗེ་ཡོད་མེད་རེ་ག་ནི་ནང་པ་ཡིན་ནོ་ཟེར་ཡན་ཆད་ཡོད་ཀྱང་མེད་ནོ། དེས་མ་ཚར་པས་དེ་ནི་ང་དང། ད། ནང་པ་ཟེར་མཁན་པོ་ག་ཚོད་ཀྱི་ཁ་ནས་དེ་ནི་ང་དང་ཁྱད་པས་ཉན་ཅི་ནོག་ཟེར་ན་ད་སྐྱབས་ཡུལ་དཀོན་མཆོག་གསུམ་ལ་སྐྱབས་སུ་ཆགས་ན་ནང་པ་ཡིན་ནོག་དོལ་ལ་སྐྱབས་སུ་ཆགས་མེད་ན་ཕྱི་པ་ཡིན་ནོག་གསུངས་ད་ད་སྐྱབས་འགྲོ་ཡོད་མེད་དེ་དོགས་པའི་ཁ་ནས་དེ་ནི་ང་དང་ཕྱི་ནང་ཁྱད་པས་གསུངས་ཧ་ལ་ལས། སྐྱབས་འགྲོ་ཡོད་ན་ནང་པ་ཡིན་སྐྱབས་འགྲོ་མེད་ན་ཕྱི་པ་ཡིན་ཕྱི་ནང་ཁྱད་པར་སྐྱབས་འགྲོ་ཡིན་གསུངས་ཁ་འཛོ་བ་ནོག། ཨོ་ཡ། ད་དེ་སོང་བ་སོང་ནས་ད། བྱིས་པ་ནང་ནང་པའི་ཁྱད་པར་བུ་སྐྱབས་འགྲོ་ཡོད་མ་རེད་ཁ་ནས་འཕེན་འོང་སོང་ནོ་གསུངས་པས་ནོ། ད། ཕྱི་ནང་གི་གྲུབ་མཐའ་སྨྲ་བའི་ཁྱད་པར་ཡོད་དེ། ད་ལྟོས་མ་ཟད་པའི་དེ་ནས་ང་དང་བྱིས་པ་དང་ནང་པ་ཟེར་མཁན་ནི་གྲུབ་མཐའ་སྨྲ་བ་ཟེར་མཁན་དུ་ལ་ཡང་ཁྱད་པར་ཡོད་ཀྱང་གསུངས་ནོ། གྲུབ་མཐའ་སྨྲ་བ་ཁྱེད་རང་ཕྱི་རོལ་པའི་གྲུབ་མཐའ་སྨྲ་བ་ཡིན་ནོ་ཁྱེད་རང་ནང་པའི་གྲུབ་མཐའ་སྨྲ་བ་ཡིན་ནོ་ཟེར་ན། དོན་རྟག་པའི་ཁྱད་དོན་སྟོན་ལོག་པས་ལ་སྒྲུབ་ཐབས་སྨྲ་བར་བྱེད། རང་ཡང་མདོ་སྟོན་གཅིག་གིས་ལུང་རིགས་ལ་བསྟན་ཏེ། དེ་ནས་ང་དང་མདོ་སྟོན་གཅིག་གིས་ཐོག་པའི་ཁ་ནས་ལམ་གཅིག་གིས་འགྲུལ་ལ། ཁྱེད་རང་འགྲུལ་བྱེད་ཅན་པོའང་དེ་ནས་ཚིར་ཁ་རན་པ་དེ་བས་ན་འོས་སླ། ཕྱི་རོལ་པའི་འགྲོ་སྟངས་ནང་པའི་འགྲོ་སྟངས་ཟེར་ན་ཁྱད་ཡོད་དམ་ཞོག་ནོ། ད་ལྟའི་བར་ལ་ཅི་ནོག་བརྗོད་ཅེ་ན། སྟོན་པ། བསྟན་པ། ལྟ་བ་གསུམ་གྱི་སྒོ་ནས་དབྱེ་བའི་ཕྱིར་གསུངས་སོ། སྟོན་པའི་ཐོག་ནས་ཡང་ཕྱི་ནང་གི་ཁྱད་གཉིས་བཤད་ན་ཁྱད་དུ་བཅག་ཕྱི་པའི་སྟོན་པ་དང་ནང་པའི་སྟོན་པ་ཁྱད་དུ་བཅག། བསྟན་པའི་ཐོག་ནས་ཡང་ན་ང་དང་ད་ཁོའི་ཚིག་ཁ་ལྷན་ཅིག་གཅིག་པུ་ཐོག་པའི་ཁ་ན་ཡང་ཁྱད་དུ་བཅག་ནང་པ་དང་ཕྱི་པ་གཉིས་བཤད། ཡང་དེ་མ་ཚད་པར་ལྟ་བ་གོ་རིག་ཐོག་པའི་བསམ་པ་དང་ན་ཡང་ལྟ་བའི་ནང་ཁྱད་དུ་ཡོད་དོ་གསུངས། ཨོ་ཡ། ད་ལྟའི་གསུངས་པ་ས་ནི་དེའང་ཡིན་ཏེ། དེའང་ཡིན་ནོ་ག་སུ་བའི། རང་སྡེ་རྣམས་ནི་སྟོན་པ་སྐྱོན་ཀུན་ཟད་ཅིང་ཡོན་ཏན་རྫོགས་པ་དང། གསུངས་ཏེ། ད་རང་སྡེ་ཡི་གཞུ་མཁན་པོ་རང་ཡི་ཕྱོགས་སུ་ལ་ཡིན་མཁན་བྱོན་ནོ་གའོ་ང་དང་བདག་ས་ནང་པ་སངས་རྒྱས་པ་ཞིག་གིས། ཨི་ཚེར་ཀ་ཚང་མ་ཤ་ཏོག་ཚང་ན་རང་སྡེ་ཞོ་ནོ་ཁ་ལ་ལེ། རང་སྡེ་སྟོན་པའི་ཕྱེ་སོ་འདྲ་གང་ཅོ་ནོ། གལ་ཏེ་སྔ་ཐང་ཨི་ཤ་ཐན་པོ་ཕྱི་རོལ་པ་ཞིག་ཡིན་པས་ན་ཕྱི་རོལ་པ་ཁོ་རིག་རང་སྡེ་གྱུར་དོད་དོ་ནོ། ང་ཐང་ཁོང་ནི་ཕྱོགས་ལ་ལྟ་ན་གཞན་སྡེ་གྱུར་དོད་དོ་ནོ། གསུམ་པ་ས་ན་ང་ཐང་རང་ཨི་ཞོ་ནོ་དང་ང་ཐང་རང་ཨི་ཨ་ན་རང་སྡེ་ཀ་འོ་ནང་པ་སངས་རྒྱས་པའི་ཐོག་པའི་ཁ་ན་ཟམ་པ་དང་ན། སྟོན་པ་འོ་ག་གཟུགས་ཤིག་ཡིན་ནོ་ཟོས་ན་སྐྱོན་ཀུན་སེལ་ཅོ་ནོ། སྐྱོན་ཀུན་ཟད་བྱོས་ན་སྐྱོན་ཚང་མ་མིན་སྤང་ཚར་ཡོད་མཁན་བྱོས་ནོ། ཡོན་ཏན་རྫོགས་པ་བྱོས་ན་སྐྱོན་ཚང་མ་སྤང་ཚར་མ་ཚར་པའི་ཡོན་ཏན་ཚང་མ་དེ་ནི་སྟོན་པ་རྫོགས་ཚར་ཡིན། སྟོན་པས་སྟོན་པ་དེ་ནི་ཡོན་ཏན་མི་ཚང་བ་ཅིག་མ་ནི་མེད་མི་འདུག་ནོ། སྟོན་པ་འོད་དོད་ནོ་ཅིག་སྐྱོ་དང་ལྡན། སྟོན་པ་ཅི་ནོ་ཟེར་ན་སྟོན་པ་སེམས་ཅན་ལ་འཚེ་བ་མེད་པ་དང། ད་སངས་རྒྱས་སུ་ལམ་སྟོན་བྱེད་ཅན་པའི་ཐོག་པའི་ག་ནི་དེ་ནི་ཚེར་ག་བས་ན་ཅི་ཡོད་ཀྱང་བྱོས་ན་སེམས་ཅན་ལ་འཚེ་བ་མེད་པའི་ལམ་ཡིན་ནོ་བྱོས་ནོ། གསུངས་པ་ས་ནི་སེམས་ཅན་ལ་གནོད་འཚེ་མི་ཐེང་ནས་དོན་རྟོགས་པའི་སྐལ་ལྡན་སེམས་ཅན་གཞན་ལ་གནོད་འཚེ་སྤངས་སྟོད་ཐེང་ནས་ལམ་བཞི་པའི་ལམ་གཅིག་ཡིན་མོད་ལ་ལམ་པོ་བསྟན་པ་དེ་བས་ཡིན་ཚེ་བསྟན་པ་སེམས་ཅན་ལ་འཚེ་བ་མེད་པ་དང་གཉིས། ལྟ་བའོ་ཅི་ནུའོ་ཟེར་ན་ལྟ་བ་རྟགས་ཅན་རང་དབང་ཅན་གྱི་བདག་གིས་སྟོང་པའི་འདོད་པའི་ཁྱད་པར་གསུམ་དང་ལྡན་པའི་ཕྱིར། ད་ལྟ་བ་གལ་ཏེ་ན་རྟགས་ཅན་རང་དབང་ཅན་གྱི་བདག་ཆོས། གའོ། དེ་ནས་ང་ཐང་ཡི་དྭགས་པོ་ཞེས་བཏགས་ན་དེ་ནི་དོན་དག་པོ་སྟེར་བས་ནོ། ཆོས་ཐམས་ཅད་བདག་གིས་སྟོང་བ་ཡིན་ཞོ་ནོ། བདག་ཏུ་མ་གྲུབ་པ་ཡིན་ཞོ་ནོ། ང་ཟེར་ཁ་ནི་རང་བཞིན་ནི་གྲུབ་ཏུ་མེད་ཅེས་ཐོས་ནས་དེ་ནི་བདག་མེད་དེ་དོན་དོན་དམ་དུ་ཡིན་མོད་དོ། གསུམ་པ་ས་ནི་དེ་ན་ད་ཅེས་ཞུས་ན་བདག་ཟེར་མཁན་པོ་ག་གེས་དེ་ནི་ཡོད་ན་ད་བས་ན་ཕྱི་རོལ་པའོ་ནི་བདག་རྟག་པ་ཟེར་ཏེ་ཁས་ལེན་ནོ་ནོག་པ་ལས། བདག་རྟག་པ་ཟེར་ནས་ཁས་ལེན་ཏེ་དེ་ནས་བདག་ཡོད་མཁན་ལ་མང་ཆེ་བས་བུ་དེ་ནི་ང་དང་བདག་ཡོད་མཁན་ལ་བསམ་པ་དང་ཟེར་ན་དེ་ནི་ཤེར་ཕྱིན་ཡོད་དེ་ནོ། ད་བདག་དེ་ནི་ང་དང་རྟག་པ་ཡིན་བཟའ་བ་པོ་ཡིན། འོ་དེ་ཚོ་བ་དེ་ནི་ང་དང་བདག་བྱེད་པ་པོ་ཡིན་ཟེར་བ་སོགས་ལ་མ་མང་པོ་བཞག་ན་འོག་པ་སོག་མ་ང་དང་ནང་པའི་ལྟ་གྲུབ་པའི་ཐོག་བོད་ཁ་ནས་ལྟ་བའོ་ཅི་ནོ་ཟེར་ན་རྟག་ཅིང་རང་དབང་ཅན་གྱི་བདག་གིས་སྟོང་བ་ཡིན་བརྗོད་ན་སྙམ་པོ། དེ་རྫོགས་བའི་ངེས་དང་རྟག་པ་ཡིན་མཁན་དང་རང་དབང་ཅན་ཡིན་མཁན་དང་དེ་ནས་དེ་རྫོགས་བའི་བདག་གི་རང་བཞིན་ཡིན་སྒྲུབ་ཐབས་ཡོད་མཁན་གཅིག་ཅང་གང་མེད་པས་ཡིན་ཟེར་མཁན་ནི་མཁས་བཙན་བྱོལ་བོན་པོ་ཡང་ནང་པ་སངས་རྒྱས་ཚོར་ལྟ་བ་ཡིན་ནོ་ཟེར་ནོ། ད་ཡིད་ལ་ག་ནས་ཅི་ནོར་ཞུས་ན་དོན་དག་པོ་ལྟ་བ་རྟེན་ཅིང་འབྲེལ་འབྱུང་ཟེར་གང་འདུག་བུ་དང་གྱ། ཅེས་ཟེར་ན་ལྟ་བ་བདག་གིས་སྟོང་བ་ཡིན་མཁན་འདུག་ལ་ཆོས་ཐམས་ཅད་གཅིག་ན་གཅིག་གི་རྟེན་དེ་ཡོད་པ་ཟེར་ན་རྟེན་ཅིང་འབྲེལ་འབྱུང་མ་ཡིན་མཁན་ནི་ཆོས་ཤིག་མེད་པ་སངས་དེས་རྟེན་ཅིང་འབྲེལ་འབྱུང་ཡོད་མཁན་ནི་ཆོས་སུ་ཁོ་རང་ལྟ་བས་དེ་རིང་ཁ་བའི་ཐོས་དང་སྟོང་པ་ཉིད་ཀྱིས་རང་སྟོང་པ་ཉིད་པའི་ཐོས་དང་ལྟ་བའི་རང་བཞིན་པའི་རྒྱུད་ལས་དང། དེར་གསུངས་པ་ས་ན་མགོན་པོ་ལུང་སྒྲོལ་བའི་རྟེན་ཅིང་འདྲ་བྱུང་མ་ཡིན་པའི་ཆོ་ག་ཡོད་པ་མ་ཡིན་ནོ་དེ་ཕྱིར་སྟོང་ཉིད་མ་ཡིན་པའི་ཆོ་ག་ཡོད་པ་མ་ཡིན་ནོ་གསུངས་ཚེ། འོ་ད་ལྟའི་བའི་ཐོག་པ་ག་ནས་དེ་ནི་ང་དང་ལྟ་བ་རྟེན་ཅིང་འདྲ་བྱུང་ཟེར་ག་ནས་བོ། གསུང་བར་གྱིས། ད་དོན་དག་པོ་ཞེ་སྡང་རང་སྡེ་ནང་པ་སངས་རྒྱས་པའི། ཐོག་པའི་ཁ་ནས། སྟོན་པ། བསྟན་པ། ལྟ་བ་གསུམ་ལ་ཁྱད་དུ་ཡོད་དོ་ནོ། ཀའོ། སྟོན་པ། སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཡིན་ནོ། དེས་ན་གཙོ་བོ་ཁྱད་དུ་ན། བསྟན་པ། བསྟན་པ། སེམས་ཅན་ལ་གནོད་འཚེ་མེད་པ་ཡིན་ནོ། ལྟ་བ། རྟེན་ཅིང་འབྲེལ་འབྱུང་ཡིན་ནོ། ཞུ་ཁམས་རང་རྒྱུད་ལྟ། འོ། དེ་གསུམ་པ་ཟེར་ན་ད་དེ་རིང་ངས་ཆོས་ཕྲན་དེ་ཙམ་གྱིས་ཟིན་པར་ཞུ། བསོད་ནམས་དེ་ཡི་ཐམས་ཅད་གཟུགས་པ་ཉིད་ཐོག་མེད་ནས་དཔེར་སྒྲོན་ལ་ཕར་འཇལ་ཏེ། སྐྱེ་རྒ་ན་འཆིའི་རྦ་ཀློང་དཀྲུགས་པ་ཡི་སྲིད་པའི་ཚུལ་ལས་འགྲོ་བར་གྲོལ་བར་ཤོག།